ཡཱ། དེ་ལས་དེ་ནས་ཁྱོད་ཀྱིས་བགྲོ་གླེང་ཚོགས་པའི་ནང་བཞུགས་པའི་དེ་ནས་སོག་མི་ལན་རྒྱ་ཚང་མ་ལ་སྔ་དྲོ་བདེ་ལེགས་དང་རྒྱུད་ལས་བཞུགས་ཏེ། དེ་ནས་ང་དང་དེ་རིང་སློབ་ཚན་པོ་ཡང་འགོ་འཛུགས་ཤིང། ལྷར་བཅས་སུ་སྟོན་པ་སངས་རྒྱས་ཀུན་གྱི་ངོ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན་བཟའ་འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་སྤྲིན་ལྗང་ལ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་གསུངས་པ་བསམ་ན་ད་ཡང་ང་དང་ཨ་ཁ་ཧ་ལས་མི་རྟག་པ་སྒོམ་ཚུལ་ཡང་མེད་ན་མི་རྟག་པ་དྲན་ཚུལ་ལས་དེ་ནས་འདི་རིང་ང་དང་ཤོ་ལོ་ཀ་བཅུ་གསུམ་པ་འོ་ཞུ་བྱས་ནོག་ཨེ་ནས་ག་ཤོ་ལོ་ཀ་བཅུ་གསུམ་པས་ན་ཅི་གསུངས་འདུག་ཟེར་ན། ཆེས་བྱུང་བའི་སྣོད་ལ་མཚོན་ན་ཡང་ཡར་དགུན་གྱི་མིང་བཏགས་ཀླུ་བྲིད་ཀྱིས་ཞག་བཅུ་གྲངས་ཙམ་ན་རི་ལུང་ཀུན། ལྡོག་གྱུར་ཅིང་འགྲོ་དེ་མི་རྟག་པ་གསུངས་འདུག་ག་ལས། ད་དེ་ག་ན་ང་དང་ཅི་གསུངས་ཟེར་ནའོ་ཟེར་ན་ཡང་དེ་རིང་ང་ག་གལ་ཏེ་ན་ང་དང་ཡང་གདངས་ན་ཨི་ན་ཟུག་གི་ང་དང་གསུངས་ཅེས་པ་གལ་ཏེ་ན་ང་ག་གལ་ཏེ་ན་ང་དང་ད་ཨེ་ནས་འཆི་བ་མི་རྟག་པ Transcool བརྗོད་བྱ་ལ་གསུངས་ན་ཡང་ཨི་ནས་གསུངས་སྟངས་དང་ཨེ་ནས་པའི་བཞག་ལུང་མི་འདྲ་མི་འདྲ་བ་མི་འདྲ་བ་མི་འདྲ་བ་ཡོད་དགོས་ན་ཨེ་ནས་མི་གསུངས་ཏེ་ཡོང་འདུག་བ་ལས། ད་དེ་རིང་ག་ན་ང་དང་ཅི་གསུངས་འདུག་ཟེར་ན་ཕྱིས་འབྱུང་བའི་སྣོད་ལ་མཚོན་ན་ཡང་ཟེར་དོ། ཧ་ལས། ཕྱིས། འབྱུང་བའི་སྣོད་ལ་མཚོན་ན་ཡང་ཟན་པོ་ཆེ་ལྔ་དང་ཕི་ལོག་གི། ཧ་ལས། ས། ཆུ། མེ། རླུང། ནམ་མཁའ། ལྔ་དང་འབྱུང་བ་ཟན་པོ་གཅིག་འབྱུང་བ་ཆེན་པོ་བཞི་ཟེར་རོ། ཧ་ལས། ས། ས། ཆུ། མེ། རླུང། བཞི་པོ་ལ་འབྱུང་བ་བཞི་ཟེར་རོ། དེ་ནང་ད་ང་དང་ཁམས་ཟེར་ཙམ་ན་ཡང་ནམ་མཁའི་ཁམས་སངས་རྒྱས་ཀྱི་རྩིས་ཡིན་ནོ། ཧ་ལས། གསུངས་པ་བསམ་ན་ད། ཨེ་ནི་ག་ཕི་ལོག་གི་དཔེ་ན་ང་དང་ས་ཨེ་ནི་ཆུ་མེ་ལྷུང་ནམ་མཁའ་ཚང་མ་ལ་ཨེ་ནི་མཚོན་ན་ཡང་ག་ང་དང་སྤེགས་བོར་ན་ཡང་ཟེར་ཏེ་ནོ། ཡར་དགུན་གྱི་མིང་བཏགས་བསླུ་བྲིད་ཀྱིས། ཧ་ལས། སོང་བ་ས་ན་ཡར་དགུན་སྟོན་སྤིད་རྫིན་གྱི་ང་དང་མིང་བཏགས་ཨེ་ནི་བཏགས་ཡང་ཆ་ནོག་དཔེ་ན་ང་དང་ལོ་བ་མིང་བཏགས་ཨ་ནོག་ཟླ་བ་མིང་བཏགས་ཨ་ནོག་ཨེ་ནི་དེ་སྣ་ཚོགས་ལ་ད་ང་དང་ག་ཁྱེད་དེ་ན་ཨེ་ནི་ད་ཚང་མ་ལ་མིང་བཏགས་འཇིག་ཨེ་ནི་ང་དང་ཡར་རྫི་རན་པོ་ཅིག་ཨེ་ནི་ཡང་དེ་ཚང་མ་སྔོན་པོ་ཆ་ཆ་ཞིག། རྒུ་རྫི་རན་པོ་ཅིག་ཡང་དེ་ཚང་མ་ཅང་མེད་ག་སྔོན་པོ་བོན་པོ་ཅང་མེད་ག་འཇིག་ཁ་བབས་ཏེ་ཀོས་ཀྱི་རི་ལུང་ཚང་མ་དཀར་པོ་དཀར་གཙང་ཨེ་ལ་མཐོང་ཆ་ཞིག། ཨེ་ནི་ཡར་སྔོན་ལ་ཁེ་དེ་ན་རི་ལུང་ཚང་མ་སྔོག་བདེ་མེད་མཐོང་ཆ་ཞིག། དེར་ན་ཚོ་ལ་ང་དང་སྤིད་དངུལ་ལ་ཤེས་དེ་ན་ཡང་སྒར་རྩ་སྒར་ན་ཡང་ལོ་མ་ནང་དེ་ཚང་མ་སོ་མ་སྐན་སྐན་གྱི་ཡོང་འཇིག། སྟོན་དངུལ་ལྷེ་བན་པོ་ཅིག་ཡང་ལོ་མ་ཚང་མ་ཡང་ཁོ་རང་ཁོ་རང་བབས་སྟེ་ཡོང་འཇིག་སེར་པོ་ཆེ་འཇིག་དམར་པོ་ཆེ་འཇིག་ཡང་ཡོང་བ་དུས་ལ་བབས་ཟིན་གྱི་ཡོང་བ་བསམ་ན་ད་དེ་ཚང་མ་ལ་ང་དང་ལྟ་ན་ཡང། ཨེ་ནས་ང་དང་མ་བདེན་པ་རང་ཨེ་ནས་མི་རྟག་པ་དྲན་སྐུལ་བཏང་འདུག་ཟེར་ཏེ་ནོག་ཐ། ག་ཟེར་ན་ག་དཔེར་ན་ང་དང་ཁྱེད་རྣམས་སློབ་མ། ཨེ་དཔེར་ན་ད་དཔེར་ན་དང་དེ་རིང་དུས་ཚོད་ལ་ཡིན་ན་ང་དང་ཤིང་ཚང་མ་སློབ་མ་ད་སྒོ་གཟུགས་ཆ་བཙོག་བཞག་མེད་ན་སློབ་མ་སྐེན་སྐེན་གཅིག་ཡོང་ཨན་པོ་ཅིག། ཡང་ཞག་མར་སྐྱུག་བྱུང་ཡག་ཆ་ཨན་པོ་ཅིག་སློབ་མ་ཆེན་མོ་སོང། ཡང་ཞག་མར་སྐྱུག་བྱུང་ཡག་དེ་ད་རུང་ཨ་ཞག་མར་སྐྱུག་ལྡེག་ཆ་ཨན་པོ་ཅིག་ཡང་སློབ་མ་སྔོག་དེ་ངས་སོང་སྟེ། ཨོ་ད་དེ་སྣ་ཚོགས་ལ་ང་དང་ཡར་དགུན་སྟོན་སྤིད་ཟིན་གྱི་ཁ་ལས་མིང་བཏགས་ཨན་བཏགས་ཨན་ཅིག་ཨེ་ནས་དེ་ཚང་མ་ལ་ཞག་མར་སྐྱུག་བྱུང་ཨ་ཉི་ཤུ་ནའང་འགྱུར་བ་ཐེབས་ཟིན་ཐེབས་ཟིན་ཡོང་འདུག་ཟེར་ཏེ་ནོག་ད། ད་ག་ཟུག་ཟེར་ན་ཕྱིའི་འབྱུང་བའི་ཟས་ནོར་ལ་མཚོན་ན་ཡང་ཟེར་ན་ང་དང་ཕི་ལོག་གི་ཨེ་ནི་འབྱུང་བ་ས་ཆུ་མེ་རླུང་ཚང་མ་རི་ཀླུང་ཚང་མ་ལ་ལྟ་ན་ཡང་ཡར་དང་དགུན་མིང་བཏགས་ཨ་འདི་ཁོང་ཚང་མ་འགྱུར་བ་ཐེབས་ཟིན་ཐེབས་ཟིན་ཅིག་ཡོང་འདུག་ཨ་ཟེར་དུ་ནོག་ཡར་དགུན་གྱི་མིང་བཏགས། ཧ་ལས་བསླུ་བྲིད་ཀྱིས་ཨོ་ད་ཡར་ཨེ་ནོག་སྟོན་ཨེ་ནོག་སྤིད་ཨེ་ནོག་ཟེར་བྱ་ཞིག་མིན་ཨེ་ཟུག་གི་ཚིག་ཞིག་བཀོལ་བྱ་ཞིག་མིན་དོན་དག་ངོ་སྤེལ་ན་ཚུལ་ལ་ཅི་བྱ་རུག་འགྱུར་བ་ཐེབས་ཏེ་རྙིང་པ་བྱ་རུག་རྒས་འདུག་ཨོ་དེ་ནས་མེད་ཀན་བྱ་རུག་ཡོད་ཀ་འགྲོ་མེད་ཀན་བྱ་རུག་ཟེར་ནོ། ཧ་ལས་བཞག་བཅུ་གྲངས་ཙམ་ན་རི་ལུང་ཀུན། དཔེར་ན་ང་དང་རྒས་སྟོན་སྔོན་ལ་ཁྱེད་དེ་ན་ཨེ་ནས་ཞག་མ་བཅུ་ཡི་སྔ་ལ་སློབ་མ་ཚང་མ་སྔོག་ཕྱི་མས་ཡོད་ན་ཞག་མ་བཅུ་ཡི་སྟེང་ན་སློབ་མ་ཚང་མ་ཡ་མེད་ན་མར་དེ་ངས་ཡ་མེད་ན་སེར་པོ་སེར་སྐྱ་ཡང་བསྒྱུར་འདུག་ཨ་ལས། ཡང་ད་རུང་ཞག་མ་བཅུ་བྱོན་ཡིག་ཆ་ཡན་པོ་གཅིག་ཡང་སློབ་མ་ཚང་མ་རོ་བབས་ཏེ་ཨེ་ནི་ཡང་ང་དང། གདོང་པའི་སྐ་ན་ཅི་ཡང་མེད་སྐ་ན་བཟང་པོ་ཁོ་རང་མ། ཧྲང་ཧྲང་ཨ་ལུས་འདུག་ཨ་ལས་ཨོ་ད་ལྟའི་ཚང་མ་ཁྱེད་དང་ན་ཞག་བཅུ། གྲངས་ཙམ་ན་རི་ལུང་ཀུན། ཧ་ལས་ཨོ་ཞག་བཅུ་བཅུ་བཅུ་ང་དང་གྲངས་ཀ་རྒྱབ་ཡིན་ཁྱབ་ཡིན་ཁྱེད་རང་པ་གཅིག། རི་ལུང་ཚང་མ་ཨ་ཟ་ཟློག་བསྒྱུར་ཞིང། འགྲོ་སྟེ་མི་རྟག་པ། ཨོ་ཨེ་ནི་དེ་ཚང་མ་ཁྱེད་ལྟ་ན་རི་ལུང་ཚང་མ་ལྡོག་རྒྱུ་རིན་རྒྱུ་རིན་འཇིག། ཧ་ལས་ཨེ་ནི་ལྟར་འབོ་མེད་དཀར་འབོ་ང་དང་ཐོང་ཨ་ཐོང་ཨ་འཇིག་ན། ཨོ་ད་དེ་ག་ན་ང་དང་སྤེ་ཅི་ལ་འགོ་ས་ནོག་ཟེར་ན་ཨོ་ད་བདག་ས་ང་དང་ཨ་ཡོད་ག་ནི། ཨེ་ནི་ན་ཨི་བསམ་བློ་ཡི་ན་འདྲ། ཨེ་ནི་བདག་ས་ང་དང་ཨ་ཡུལ་ཨ་ཡོད་ང་དང་ཨ་ཡོད་ག་ནི་ང་དེ་དེའི་གཟུགས་སྤོ་ཡི་ན་འདྲ། དེ་ན་ཙོག་ལ་བདག་ས་ང་དང་ཨ་ཡོད་ག་ནི་ང་དང་ཨ་ནང་ཨ་ཅག་ལག་ཡོད་ག་ང་རྒྱུ་ནོར་ལོངས་སྤྱོད་ག་གཟུགས་ཤིག་ཡི་ན་འདྲ། དེ་ཚང་མ་ཡང། ཨོ་བྷི་ལོག་གི་འབྱུང་བ་ས་ཆུ་མེའི་སྔོན་ལ་དགའ་གཟུགས་ཀྱི་འགྱུར་བ་ཐེབས་སྲིད། དགའ་གཟུགས་ཀྱི་དེ་ནི་ཁོང་སྙིང་པ་བྱེད། དགའ་གཟུགས་ཀྱི་ཁོང་དེ་ནི་སྐུ་ལས་སྐུ་ལས་མེད་གང་ཆེད་འདེབས་ན་ནང་བཙོག་ལ། ང་དང་ཡར་རྒྱུ་ནོར་ལོངས་སྤྱོད་དགུ་སྣང། ཨོ། མེད་གང་བྱ་བྱས། འགྱུར་བ་ཡོང་བྱས། སྙིང་པ་བྱ་བྱས། དེ་སྣ་ཚོགས་ལ་སྣང་བའི་བསམ་བློ་ནང་བལྟས་ཚང་མ་ཁྱེད་དེ་ནི་བཙོག་བྱས་ནོ་གཟུགས་སུ་སྣང་བ་དག། ད་ལྟའི་ཙོག་ཨི་ནོག་སུ་ཨན་པོ་ཅིག་འོ་ན་དཔེ་ན་ང་དང། ཨེ་ནི་དགའ་གཟུགས་ཤིག་ད་དཔེ་ན་ཕི་ལོ་ཨོ་ཟོ་གུ་ར་ཐེབས་ས་ཁ་ནས་ངོ་སྤོ་ཅིག་ཐོང་ཨན་པོ་ཅིག་ང་དང་ཨ་དེ་ལ་ཆགས་ཞེན་སྐད་ཆ་སུ་ཁེ་ད་ན། མེད་དཀའ་ཨན་པོ་ཐོང་ཨ་ནོ། ཅེས་ཟེར་ན། བ་ཁོ་ཨ་ཆགས་རིན་ཅིག་ཅི་འདུག། ཁོ་ནི་ཞག་གསུམ་ན་མེད་དཀའ་ཨན་ཆ་ཆ་ཨ་ནོག་ཞག་མ་བཅུས་སྟེང་ན་མེད་དཀའ་ཨན་ཆ་ཆ་ཨ་ནོག་རེ་མོ་ཡོད་ན་ཡང་ཆགས་རིན་དེ་ཙམ་ཞིག་ཅི་འདུག་ཅང་འདུག་མི་འདུག། ཅེས་ཟེར་ན་མེད་གང་ཆ་ཅང་ནོག་པ་ཟེར་གམ། ཨོ་ད་དེ་སྣ་ཚོགས་ལ་ང་དང། ག་གཟུགས་ལ་ཆགས་སེ་འགྲོ་སྒྲ་ཆགས་སེ་འགྲོ་དྲི་ཡ་ཆགས་སེ་འགྲོ་རོ་ཨ་ཆགས་སེ་འགྲོ་རེག་བྱ་ལ་ཆགས་སེ་འགྲོ། ཅི་དང་ཅི་ཞིག་ཨ་ཆགས་སེ་ན་ཡང། ཨོ། དེའང་མེད་གང་ཆ་ཅང་ཡིན་ནོ་ཧ་ལ་དེའང། མི་རྟག་པ་ཡིན་ནོ་ཧ་ལ་དེའང། ཨེ་ནི་ག་ཁྱེད་དེ་ན་ནམ་ཞིག་ན་ཨོ་དེ་ནི་མི་ནི་གཙང་མ་གཙང་ཀྱང་ཅང་མེད་ཀན་ཆ་ཅན་ནོ་ཧ་ལ་སང་འགྲོ་ཅིག་ང་དང་ཆགས་ཞེན་པོ་ཁྱེད་དེ་ན་ཉུང་ཙེ་ཆགས་ནོ་ཟེར་ནོ་སོང་བ་ཟེར་ན་ང་དང་དེ་ཚང་མ་ཅིའི་བསམ་བློ་བཏང་གོ་ཟེར་ནོ་ཟེར་ན་ཨོ་མི་རྟག་པ་ཨིན་ཀན་པོ། ཕི་ལོག་ཨི་ཨེ་ནི་འབྱུང་བ་བཞི་ཨེ་སྤེ་ལྟས་དེ་ཨེ་ནི་ང་དང་ཨེ་ནང་ཨི་ཨེ་ནི་བསམ་བློ་ཨི་ནང་འདྲ་གཟུགས་པོ་ཨི་ནང་འདྲ་རྒྱུ་ནོར་ལོངས་སྤྱོད་ཨི་ནང་འདྲ་དེ་ཚང་མ་ཨ་སྤེ་ཨ་ལྟས་དེ་ཨི་ཚང་མའང་འགྱུར་བ་ཡོད་ཀན་པོ་ཧ་གོ་ཟེར་དེ་ཨི་ཚང་མ་མི་རྟག་པ་ཨིན་ཀན་པོ་ཧ་གོ་ན། ང་དང་ཅི་ཡོང་བཀྱག་ཟེར་ན་ཆོས་རྣམ་པར་བརྟགས་པ་སྒྲུབ་པ་ལ་ཕན་ཐོགས་སེར་བཀྱག་འདེད་ཀ་ན། དགའ་གཟུགས་ཀྱི་ཕན་ཐོགས་སེར་བཀྱག་ཟེར་ན་བདག་གསང་སྔགས་དང་སྡེ་ཚང་མ་ལ་ཕྱག་ཞེན་ཤུགས་ཆེན་མོ་ཡོད་པ་བསམ་ན་ལྟོས་ཡོད་ཕྱག་ཞེན་པོ་བཞེས་ཨ་སྟེ་ཆོས་སྤྱོད་བཅའ་སྤོད་ཀྱི་སྟེང་ན་རྗེས་བྱེད་བཀྱག་འདེད་ན་ཁོ་རང་གཅིག་པོ་མགོ་འཐོམ་སེར་འདུག་སྟངས་ཨ་བཀྱག་ད་ག་ལ་ཏེས་འདེད་ན་གཅིག་པོ་ལ་མགོ་འཐོམ་སེར་འདུག་ན་ཆོས་སྤོད་ལུས་བྱ་ན། ཨེ་ནས་བཞག་ཤིག་གི་བཞག་ཅིག་ན་ང་དང་མེད་ཀ་ན་ཡང་སྟིང་མེད་སྐྱེ་བ་ཕྱི་མའི་བླ་མ་ཆག་གོ་བསམ་པ་ཅིག་འོ་ད་ཅང་འཁུར་རྒྱུ་མེད་ཀ་འདྲི་བྱེད་བཀྱག། དཔེར་ན། ང་དང་སྦྲུལ་པ་ཞིག། ཧ་ལས། ག་ང་དང་སྦྲུལ་པ་ཞིག་དཔེར་ན་ང་དང་དེ་ནི་ཐོ་ར་སི་ང་དང་དཔེར་ན་ག་ང་དང་ལ་དྭགས་སི་བྱང་ཐང་ཙོག་ཞིག་ན་ང་ཐོ་ར་སི་བྱང་ཐང་ན་བིང་སྟེ་ཨེ་ནི་ག་གེ་དེ་ན་ད་ལྡི་ལི་ཨ་ཆེ་དེ་ནི་ཇཱ་མུ་ཨ་ཆེ་མོམ་བེ་ཨ་ཆེ་དཀར་ཙག་ཨ་དེ་འོང་ལ་ཆེ་ཛི་ཀན་ཅིག་ན་ཨེ་ནི་ཐོ་ར་སི་བིང་ཨིན་བིང་ཨིན་ཅིག་ན་དེ་རིང་ཁོས་ཅི་བྱོ་ནོག་ད།

ཨོ་སོང་བ་ཟེར་ན་དེའོ་ཅི་ནོ་ཁོའི་ཆ་བྱད་ཟེར་བསམ་བློ་ཞེ་དེ་ན་སེམས་གཏིང་ན་ཐག་བཅད་དེ་ཡོད་པ་བསམ་ན་ཨེ་ནས་དེའི་གྲལ་འགྲིག་པོ་ཞེ་དེ་ན་བདག་ས་ན་མ་བཅོས་ན་དོ་ར་ཟེར་ན་ཅོ་ལོང་ཡོད་ཨི་ཁ་ན་བིང་སྟང་བྱ་སོང་བ་ཟེར་ན་ཅོ་ལོང་མེད་པ་བསམ་ན་ཨོ་དེ་ན་ད་དེར་ན་ཚོགས་ལ་ང་དང་ཨེ་ནས་ནམ་ཞིག་ན་སྐྱེ་བ་ཕྱི་མའི་ལ་མ་ཆ་བྱས་པོ་ག་སེམས་ལ་དྲན་དེ་ཡོད་ན་ཨོ་དེ་ནས་ག་ཞེ་དེ་ན་ཆོས་རྣམ་པར་དག་པ་བསྒྲུབ་བྱ་ལ་མ་སྐུལ་མ་ཧྲན་ཏེ་ཐེབས་ས་ནོ་ད་ང་དང་ལྡན་པ་ཨེ་ནས་ཆོས་དང་མ་འདྲེས་པའི་ལ་ཞེས་བཅོས་ན་ཨོ་བདག་ས་བཅོས་ད་བཅོས་ན་འགྲོགས་གདོད་ནས་ཕན་ཐོགས་མེད་གང་ཅིག་ཡིན་ནོ་ཧེ་བསམ་སྐམ་པོ་ང་དང་ཨ་ཡོང་ངེར་ན། འོ་ད་དེ་ག་ན་དེའོ་ང་དང་ཨ་ཅི་བྱོ་ནོག་ཀ་ག་ནོག་དེའོ་བྱོ་ཨ་མ་ནོག། འོ་ད་སོང་པ་ཟ་ན་དེ་ག་ན་ཅི་བྱོ་ཨ་མ་ནོག་ཟེར་ན་ད་ང་དང་ཨ་ཅི་ཧ་གོ་ཟེར་ནོག་ཟེར་ན། ག་ཚེ་འདི་དང་ཕྱི་མ་གཉིས་ཀ་ལ་ཕན་བྱ་སྲིད་ལ་སྤོ་ཅི་ནོག་ཟེར་ན། སྡིག་པ་མི་དགེ་བ་དང་མ་བྲེས་པའི་ལ་ཟ་དང་བྱ་བ་བཟང་པོ་ཚང་མ་ཡིན་པ་ཟ་ན་འོ་ད་ལ་ཟ་དང་བྱ་བ་བཟང་པོ་བསྒྲུབ་པ་ལ་བརྩམ་ངན་ནང་བརྩམ་ངན་ཧུ་ཤར་བཅོས་ཏེ་བསྒྲུབ་བྱེད། ལ། ངན་པ་དང་སྡིག་པ་དང་མི་དགེ་བའི་ཕྱོགས་ཚང་མ་ཁྱེད་དེ་ན་བཙམ་ངན་དང་བརྩམ་ངན་ང་དང་མི་སྤྱོད་ཅེས་སའི་བསམ་བློ་དང་ཡར་ཀྱག་འོ་དེ་དང་པོ་གཅིག་ང་དང་བདེན་པ་ཡིན་ནི་ཆོས་པོ་ཁྱེད་དེ་ན་རྣམ་པར་དག་པ་ཞིག་དང་སྤུས་དག་པོ་ཞིག་དང་ཡང་དག་པ་ཞིག་ཡིན་ནི་ཡོང་ཨ་ནོ་ཞོལ་ནོ། གསུངས་པ་ས་ན་ད་དག་ས་ང་དང་འདི་རིང་འདི་ག་ན་ཁྱེད་དེ་ན་བདེན་པ་རང་ཡིན་ནི་ག་ཁྱེད་དེ་ན་ཕྱིས་འབྱུང་ཨེ་ཡིན་ནི་སྣོད་ལ་དཔེ་སྦྱར་ཏེ། ཨེ་ནི་ཡར་དང་དགུན་དེར་ང་དང་མིང་ཙམ་ཞིག་བཏགས་ནས་ང་དང་མིང་ཚང་མ་བཏགས་ནོ་ལོ་གཅིག་གི་ནང་ཞག་མ་སུམ་བརྒྱ་དྲུག་ཅུ་རང་ང་ལ་ཁེལ་དེ་ན་ང་དང་ཨི་ན་སུ་གི་ཟླ་བ་བཅུ་གཉིས་ལ་སུམ་ཞག་མ་སུམ་བརྒྱ་དྲུག་ཅུ་ཟླ་བ་བཅུ་གཉིས་ལ་རྒོ་སི་ཏོད་ཀྱི་ཟླ་བ་བཅུ་གཉིས་སི་ན་ང་ཨེ་ནི་ཟླ་བ་རེ་རེ་ནང་ལ་ཡང་ཚེས་པ་གཅིག་གཉིས་གསུམ་ཟེར་གྱི་ཡང་ཞག་མ་སུམ་བཅུ་རྒོ་སི་ཏོད་ཀྱི་ཡང་ཞག་མ་སུམ་བཅུ་ནང་ང་ཞག་མ་རེ་རེ་བོ་ཡང་ང་དང་ག་རི་དང་པོ་གཉིས་པ་གསུམ་པ་བཞི་པ་ཟེར་གྱི་ཡང་ཆུ་ཚོད་ཉི་ཤུ་རྩ་བཞི་རྒོ་སི་ཏོད་ཀྱི། ཆུ་ཚོད་ཉི་ཤུ་རྩ་བཞི་ནང་ཡང་ང་དང་སྐར་མ་དྲུག་ཅུ་ཨར་གོས་དེད་ཀྱང་སྐར་མ་དྲུག་ཅུ་བོང་ཁེ་དེ་ན་སྐར་ཆ་དྲུག་ཅུ་ཨར་གོས་དེད་ཀྱང་སོང་པ་བསམ་ན་ང་དང་དེ་ནང་ཚང་མ་ལ་མིང་རེ་རེ་རེ་རེ་ཡོང་རོགས། དེ་ནང་ཚོ་ལ་ང་དང་ཆོས་མ་ཆོས་གང་ནས་ཉི་མ་ཕུད་དང་ག་འཇིག་ཡིན་ན། འོ་ཐོ་ར་ས་འདྲེས་ནོག། ཆུ་དྲེས་ནོག་འོ་ད་ཆོས་ཆོག་བ་ཞིག་ཡང་ཨ་རམ་ཆོས་སུ་འདུག། ནང་ལ་མ་འདྲེས་ནོག་ང་སྦེ་ང་ཆག་བ་སྲིད། ཡང་བུད། འོར་རྗེས་ལ Tuesday ནོག་གོ་ཡང་ང་དེ་ངོ་ཤེས་གཅིག་ན་ཐུག་གོ་ཤེས་ཡང་དེ་ག་སོང་དེ་ན་ཚོ་ལ་ད་ང་དང་གཟའ་ཉི་མ་ཟླ་བ་མིག་དམར་ལྷག་པ་ཕུར་བུ་པ་སངས་ཟིན་ཅིག་བཞག་མར་བདུན་ཕྲག་གཅིག་པོ་ལ་མིང་རེ་རེ་བཏགས་ཅིག་ཨང་བ་བྱིན་ཅིག་དབྱིངས་བ་བྱིན་ཅིག་གཅིག་བྱིན་ཟོ་གང་ཅིར་བདུན་ཕྲག་གཅིག་པོ་བུད། དེ་སྟེང་པོ་ན་བདུན་ཕྲག་གཉིས་པའང་ཡང་དེ་ན་ཚོགས་ཤིག་ན་བུད། བདུན་ཕྲག་གསུམ་པའང་དེ་ན་ཚོགས་ཤིག་ན་བུད། འོ་སོང་པ་ཟེར་ན་ཟླ་བ་གཅིག་ཅང་མ་འགྲུབ་ཅང་མགོ་མི་ཆོད།

ཕྱག་བཞེས་ན་ངན་པོ་མ་བྱོ། ཡིན་ན་ཡང། དེར་ན་གཅིག་པས་ག་ན་བསམ་བློ་དང་སྟེ་མ་འདུག། ལཱས་ངིས་ཀ་ངན་པོ་ངན་པོ་བྱོས་ཟེར་དོན་དཔེར་ན་ང་དང། ཁྱོད་རྣམ་པར་བརྟག་པ་ལ་ཚེ་འདི་བློས་གཏོང་ཟེར་དུས་ཚེ་འདི་བློས་གཏོང་བཟང་པོ་ཅི་ང་དང་ཚང་མ། གཙང་ཁ་མཆོག་ཁྱོད་ཚེ་རྒྱུ་ནོར་བློར་ཆོག་ཅང་མེད་ག་ཁྱོད་ཚེ་སྦྲུལ་ཟེར་དེ་མ་ནོར། གལ་ཏེ་རྒྱུ་ནོར་བློར་ཆོག་ཅང་མེད་ག་འཇིག་མ་ན་མ་ན་གཙང་ཁ་མ་ན་ཅང་ཟ་རྒྱུ་འཐུང་རྒྱུ་མེད་ག་འཇིག་ན། ཁོ་གཅིག་ག་ཆགས་སྟེ་ཡོད་ན་ཁོའང་ཁྱོད་རྣམ་པར་བརྟག་པ་སྒྲུབ་ངེས་ན་མི་རོགས་ག་ཡང་ང་དང་ཅང་མེད་ག་འབོད་མཁན་དེ་ན་ཁྱོད་རྣམ་པར་བརྟག་པ་སྒྲུབ་ག་ནས་གྲངས་ཟ་གྲངས་ཟ་དང་ན། བདུད་འང་བྲི་ག་མི་ནོག་བདུད་འང་ནོར་འཁྲུལ་ལས་ནོག། གོ་རིག་ཆོས་རྣམ་པར་བརྟག་པ་སྒྲུབ་གང་ཅི་ན་རྒྱུ་ནོར་ལོངས་སྤྱོད་བརྩམ་ངན་ན་བརྩམ་ངན་མང་འང་མང་འང་ཕྱུག་པོ་རྒྱུ་ནོར་ལོངས་སྤྱོད་སྡུག་བསགས་ཕུན་སུམ་ཚོགས་པ་ཙམ་ཞིག་ཡོད་ན་དེ་ག་ན་གྷལ་དེ་ན་ཕན་ཐོགས་མང་འང་ཡོང་ངན་ན་ནོག། ཨ་ལས་གོ་མེད་ག་གྷལ་དེ་ན་ང་དང་ཆོས་རྣམ་པར་བརྟག་པ་སྒྲུབ་ག་ལ་ང་དང་གཟུགས་པོ་འཁྱགས་ཏེ་ཅིག་བྱུང་ན། ཆོས་རྣམ་པ་ང་ཆོས་ཤིག་ང་དང་ག་གཟུགས་ཀྱི་སྤྱོད་ངན་སོང་པ་སང་ན་བྲོ་ཤ་ཞིག་དགོས་པ་སང་ན་དེ་ནང་ནང་ནང་འང་ཡོད་ག་ནས་བྱ་ལག་ན་དེ་ཚང་མ་གྷལ་དེ་ན་ང་དང་ཚང་མ་བྲོ་ཤ་ཞིག་ནང་རེ་མེད་ཡོང་དགོས། གསུངས་པ་ས་ན་དེ་ཀ་ན་ཁྱེད་ལྟ་ན་ངོ་བོ་དང། ཆོས། རྣམ་པར་དག་པར་སྒྲུབ་པ་ལ་ཚེ་འདི་ལོ་སྟོང་ཟེར་རན་པོ་ཅིག་མདོར་བསྡུ་ན་ཆགས་ཞེན་མེད་གང་ཅིག་ཧ་ཅང། དཔེར་ན་ང་དང་ཆགས་ཞེན་པོ་ག་ཟུག་ཡོང་ན། མ་ཆགས་མ་ཞེན་པའི་སྒོ་ན་ལོངས་སྤྱོད་གསུངས་སུ་དེ་བས་ཆགས་པའི་ངོ་ནས་ན། ག་མ་ཆགས་མ་ཞེན་པའི་སྒོ་ན་ལོངས་སྤྱོད་ཟེར་རན་པོ་ཅིག་ག་ཟུག་ཤི་ག་དཔེར་ན་ང་དང་ག་ཟུག་ཤི་ག་ཟེར་ན་ཟེར་ན། དཔེར་ན། ག་ང་དང་ག་རེ་ཞིག་ཡང་མིན་ན་ག་ང་དང་གནམ་གྲུ་ཞིག་ཡིན་ན་དེ་སྔོན་ཞིག་ན་ཆད་ན་ག་རེ་ཞིག་ན་ཆད་ན། དེ་ན་ག་རི་ན་འདུག་བྱ་ག་ནི་མི་ཚང་མ་ཁྱེད་དེ་ན་ག་རི་ན་སོང་སྟེ་ཨ་ཁ་ལྷེབ་ཅག་སྤོ་བཙོག་ཟིན་རོགས། ཨེ་ན་དེ་ན་ག་ཅི་ག་ཁྱེད་དེ་ན་ཨེ་ནི་ག་རི་ཡའི་ཆགས་ཞེན་ཡོད་ཀྱ་ག་ཅི་ག་ཁྱེད་དེ་ན་ག་རི་ཡའི་ཆགས་ཞེན་མེད་ཀྱ་ལྷེབ་ཅག་སྤོ་བཙོག་ལྷེབ་ཨ་ནོག་ཡོང་ས་ཨང་བཙོག་ཟིན་རོགས་ཨེ་ན་རིག་ཅི་ག་བྱས་ཟིན་ན་ཁོ་རང་རྡག་པོ་ཡིན་བསམ་ག་ན་ཡང་མེད་ན་རྡག་པའི་ཡིན་ནང་མི་ཚང་མ་ཡིན་བསམ་ག་ན་མུང་ལ་ཁོ་འདི་ག་རི་ང་ཞེས་ཡིན་ཨི་འདི་ག་རི་ཅིག་ཅིག་ཅན་པོ་ཅིག་དེ་ག་ན་ཁྱེད་དེ་ན་ཆགས་ཞེན་པོ་ཡོད་ཀྱ་ཨ་ཨ་ངུ་ལ་ཆགས་ཞེན་པོ་མེད་ཀྱ་ཨེ་ན་ལྷེབ་ས་བཙོག་ཟིན་རོགས་ཡོང་ས་བཙོག་ཟིན་རོགས། ཨོ། སླེབས་ས་བཙོག་ན་ཡོང་ས་བཙོག་ཟེར་ག་ལྷད་པ་ལ་ཨིན་ཅི་མིན་ཅི་ཆགས་བཞིན་དགོ་ཤ་ཞིག་ཡོད་མེད་ཀྱང་བདེན་ན་ནང་བཙོག་ལ་ང་དང་ཚང་མའང་སྐྱེ་བ་སྟིང་མེད་བླ་མ་ཆ་གང་བཙོག་ཟིན་རོགས་སྐྱེ་བ་འདི་ནས་ཡོང་གང་པོ་བཙོག་ཟིན་རོགས་ཨིན་ན་ཡང་རང་ཉིད་ཨིན་ནི་རྒྱུ་ནོར་ལོངས་སྤྱོད་ལ་ཆགས་ཏེ་འདུག་ན་འདོད་ཟེར་ཁྱེད་ན་ང་དང་འདས་ག་ན་མགོ་འཐོམས་སེ་འདུག་བཅུག་ས་ཨ་ཀྱག་བསམ་བློ་བདེ་གནས་ག་ན་ཨིན་ནི་འདས་ག་ན་ཉོན་མོངས་པ་མང་པོ་ཞིག་འདྲེན་ཏེ་ཡོང་ཨ་ཀྱག། ཨོ་གསུངས་པ་བསམ་ན་ད་ང་དང་འདི་ག་ན་ཅི་གསུངས་ཟེར་འདུག་ཟེར་ན། ཨོ་ད་བདེན་པ་ཕི་ལོག་གི་འཇུ་ང་བཞི་ཨ་རྟགས་དེའང་ཨེ་ནི་འགའ་ང་དང་མི་རྟག་པ་ཡིན་སྐམ་པོ་ད་ཧ་གོ་ཅའ་ཞིག་འདུག་ཟེར་དོགས། ཕི་ལོག་གི་འཇུ་ང་བཞི་འགའ་གཟུགས་ཀྱི་འགྱུར་བ་ཐེབས་སུ་འདུག་ད་དཔེར་ན་ང་དང་འདི་ནང་གི་འཇུ་ང་བཞི་ནང་སྤེ་ཡ་གཅིག་བོར་ན། ཧ་ལས། ཨོ་ཕི་ལོག་གི་དཔེར་ན་ང་དང་ཨེ་ནི་ས། ཆུ། མེ། ལྷུང། ཨོ་ད་དཔེར་ན་ང་དང་ཕི་ལོག་གི་ལྕང་མ་འགྱུར་བ་ཐེབས་སྟངས་གཅིག་པོ་ཨ་བསམ་བློ་བཏང། ཨོ་ད་ཅག་མི་ལོ་མ་སྔོན། ང་དང་སྤིད་ལ་སྐེས་དེ་ཐོ་ར་སྟོན་ལ་འབུ་དེ་ཡོང་བར་འབོ་ཅིག་ཅི་ཟེར་དང། མང་པོ་འདུག་མཉན་ཆས་ཡོད་རུང་ཡོད་ཅེས་ཁོ་རང་མེད་ཀྱང་བཙོག་ཟེར་ནོ་ང་དང་བཙོག་ཟེར་ནོ་ཁོས་ནུས་པ་བོར་བཙོག་ན་ང་དང་ཆག་གོ་ཟེར་ནོ། བབས་ཏེ། ཨེ་ནི་ལྕང་མ་རོ་ཏོ་གུར་ར་བཙོག་ལ་ང་དང་ང་དེའི་གཟུགས་སྤོ་ཤེས་དེ་རང་རོ་ཏོ་གུར་དེ་ནོ་དེ་ལ་ང་དང་མིང་བཏགས་ཏེ་རོ་ཏོ་ཟེར་ཤ་སྤོ་ལ་རོ་ཟེར་དུ་བ་ལེ། ཨོ་ད་འདི་ན་རྣམ་པར་ཤེས་པ་བའི་བིང་སྟེ་ཆོས་སྐྱེ་བ་སྟེང་མའི་ལམ་མ་བྱན་པོ་ཅི་ང་དང་གཟུགས་པོ་གཅིག་གྱུར་ཏེ་ནོ། རོ་གྱུར་ཏེ་ནོ། ཨོ་ད་རོ་གྱུར་རན་པོ་ཅི་ཨོ་ད་ང་དང་ཕན་མི་ཐོགས་ཞེས་གསུངས་ཏེ་ནོ་ཟེར་ཏེ་ནོ། ད་གོ་ཕན་མི་ཐོགས་ཞེས་སང་ཨེ་ནོ་ད་དེ་ག་ན་ཕན་ཐོགས་ས་ས་ག་ག་ན་ད་དེ་ག་ན་ཤེས་ཏེ་ན་ཨེ་ནི། ཅང་ལ་སྐྱོན་ངན་ཅི་བརྗོད་མི་ཀྱེ་གསུངས་པ་སང་ན་བདག་སང་ང་དང་སྡུག་སྡུག་པའི་ག། ཨི་གཟུགས་པོ་ལ་བརྟེན་ཏེ་ཨི་གཟུགས་པོ་ལ་ཞེན་ཆགས་མེད་པ་ཨི་གཟུགས་པོ་ལོངས་སྤྱོད་དེ་ཨི་གཟུགས་པོ་བཀོལ་ཏེ་ཨི་ནི་དགེ་བ་རྣམ་པར་དག་པ་ཞིག་དང་ཆོས་རྣམ་པར་དག་པ་ཅིག་བསྒྲུབ་ངེས་ན་བདེན་པ་དྲག་པོ་ནོ་ཟེར་ཏེ། འོ་ད་དེ་ག་ན་ང་དང་ཨི་ནི་ཆགས་ཞེན་མེད་པ་ཨི་ནི་དེ་ག་ན་ང་དག་ས་ཡང་ཨི་ག་ན་ཚིག་ཞིག་ཨི་ནི་འདྲི་སྟེ་བཀའ་སྟེ་ད་ལས་དེ་ནས་གི་ག་གི་དེ་ན་ཨི་ནི་ཚིག་སྤི་ན་ཅི་གསུངས་སུ་འདུག་ཟེར་ན་དེ། ཆོས་ཀྱི་ཉམས་ལེན་སྣ་གཅིག་མ་བསྒྲུབས་ཀྱང། ཆོས་ཉིད་ཆོས་ཁྱོད་ཉིད་ཆོས་པར་ལོན་པ་ཀྱེ་མ་ལྷུན། ཆོས་ཀྱི་དང་པོ་ཚེ་འདི་བློ་མཐོང་བ། རང་གི་རྒྱུད་ལ་སྡུག་གམ་མི་སྡུག་ཟློས་ཟེར་དུ་འདུག་ག་ལ། ག་གྱེས་ན་ཆོས་ཀྱི་ཉམས་ལེན་སྣ་གཅིག་མ་བསྒྲུབས་ཀྱང་ཟེར་ན་ང་དང་མང་པོ་ཞིག་གྱེས་ན་ང་ཆོས་ཆོས་ཆོས་སྤྱོད་སྤྱོད་བསམ་སྐམ་པོ་མང་པོ་ཡོད་ཀྱང་ཆོས་སྤྱོད་གང་ན་ཡོད་ཀྱང་ཡིན་ནང་དེ་ཆོས་པོ་གྱེས་ན་ཆོས་རྣམ་པར་བརྟག་པ་བྱེད་ག་ཆ་རུ་བ་ཆ་མི་ནུག་ཨེ་ན་ཁྱེད་རང་ཁྱེད་རང་བརྟག་བྱ་སྤྱོད་ཟེར་དུ་འདུག་ག་ལ། ཁྱོད་ཉིད་ཆོས་ལ

ཨོ་ད་ང་དང་ལྐུགས་པ་ཡིན་ཟེར་ཏེ་རོགས་ད་ཧ་ལས་སོང་པར་ས་ན་ཁྱོད་ཉིད་ཆོས་པར་ལོན་པ་སྐད་མ་ལྷུན་ཟེར་ཏེ་འདུག་ཨ་ལས་ཨོ་བྱས་ཙང་སོང་པར་ས་ན་ཅི་གསུངས་ཏེ་ཟེར་ན་ཆོས་རྣམ་པར་དག་པ་སྣ་གཅིག་ངང་གྲུབ་མ་ཡིན་ན་ང་ཆོས་པ་ཡིན་བསམ་གྱི་ཡོད་ན་དུའང་ནོར་བསྟན་ནོ་གསུངས་པར་ས་ན་ད་རང་ཡང་ཆོས་པོ་རྣམ་པར་དག་པ་ཅིག་ཡང་གྱུར་འདུག་བ་མི་འདུག་ཨེ་ནས་ང་དང་རང་ནས་རང་བརྟག་དཔྱད་བྱོས་ཏེ་ག་ཟུག་གིས་ཟེར་ན་ཆོས་ཀྱི་དང་པོ་ཚེ་འདི་བློས་ཐོངས་པ། རང་གི་རྒྱུད་ལ་སྡུག་གམ་མི་སྡུག་ལྟོས། འོ་ད་ཁྱོད་ཀྱིས་དང་པོ་དང་རྐྱང་པོ་ཅི་ནོག་ཟེར་ན་ཚེ་འདི་བློས་བཏང་བཏང་བྱས་པའི་གལ་ཏེ་ན་ཁྱོད་ཀྱི་མགོ་ཁོ་རང་པོ་ཡིན་ཟེར་ཏེ་ནོག། འོ་ད་ཡིན་ནི་རང་གི་རྒྱུད་ལ་ཚེ་འདི་བློས་བཏང་སྡུག་བ་མི་འདུག་ང་དང་རང་ན་རང་ལྟོས་ནོག་ད་བློས་གཏོང་ཟེར་པོ་ཅིག་ང་དང་ཚེ་འདི་བློས་གཏོང་ཟེར་པོ་ཅིག་ཚེ་འདི་ན་གཅིག་པོ་ལ་ཕན་ཆད་སྲིད་ང་དང་བདེ་ན་སྲུང་གཟུགས་ལམ་ཚོད་རྣམས་སུ་མི་སྣང་གཞུ་ཟེར་ཏེ་ནོག་པ། ཧ་ལས། རྟ་མཆོད་གཉིས་ཀ་ཚེ་ལ་རླུང་མེད་པ་ཡིད་ལ་དགོངས་པ་ཚེ་འདི་སྣང་ཤེལ་བཟློག་ཟེར་གྱི་འདུག་ཨ་ལས་ཚེ་འདི་སྣང་ཤེལ་བཟློག་གོ་ཟེར་ཏེ་འོག་ཟེར་ཏོ་ད་ལྟའི་ཨོ་ན་ན་ཙོག་ཟེར་ན་ཚེ་འདི་བློས་གཏོང་ཟེར་ན་ཅི་ཟེར་ཏེ་ནོ། ཚེ་འདི་སྣང་ཤེལ་བཟློག་ཟེར་ཏོ། ཚེ་འདི་སྣང་ཤེལ་བཟློག་ཟེར་པོ་ཅིག་ཚེ་འདི་སྣང་གི། ཡིན་ནི་བྱ་གླག་དངོས་པོ་ཚང་མ་ལ་ཞེན་ཆགས་ང་དང་ཞེན་ཆགས་ཤུགས་ཆེན་མོ་བཞེད་ཀྱང་ཨོ་དེ་ཞེན་ཆགས་ཤུགས་ཆེན་མོ་མ་བཅོས་འོ་མོ་ཟེར་ཏེ་ནོ། གོ་ཟེར་ཏེ་ནོ་དེ་ཚང་མ་ང་དང་བདག་ས་རང་ཚེ་འདི་བློས་གཏོང་ཟེར་པོ་ཅིག་ང་དང་བྱ་གླག་ཡོད་དཀའ་ནི་རྒྱུ་ནོར་ལོངས་སྤྱོད་ཚང་མ་བདག་ས་རང་མི་ཡ་གཏོང་ཟེར་ཏེ་རྩ་བ་ཉིད་ན་མ་རོགས། གོས་དེ་ནོག་ཨིན་ན་འདོད་ལ་ང་དང་ཆགས་ཞེན་མང་པོ་མ་ཟེ་གི་འདོད་བ་ཞེན་ཆགས་བཅོ་ཟེ་འདུག་ན་དེ་ག་ན་ང་དང་གཟིགས་པ་མང་པོ་འདྲེས་དེ་ཡོང་བ་ནོག་རྒྱལ་བ་བསགས་བྱ་ལ་སྐྱོན་རྒྱལ་བ་ནོག་གསུངས་དེ་ནོག་དོན་དག་པོ་ཨོ་དེ་ནོག་ད་གསུངས་པ་ཟེ་ན་ང་དང་ཚེ་འདི་ལོ་བཏང་ན་ཕན་ཐོགས་ཅི་ཡོད་ཀྱང་ཟེ་ན་བདེན་པ་ཆོས་སྤུས་དག་ཡོང་བྱ་ལ་མ་ཕན་ཐོགས་ཤ་འདྲེ་ཡོང་བ་ཀྱང་ཨོ། ཚེ་འདི་ལོ་དང་གཟན་པོ་ཅི་ང་དང། ཚེ་འདི་ལ་བསམ་བློའི་ངོ་ན་གཞན་ཆགས་མ་སྐྱེས་ཟེར་དང། ལོ་ཟེར་ན་ང་དང་བསམ་བློ་ཟེར་དུ་འགྲོགས་པ། ཨོ། ཚེ་འདི་ལ་བསམ་བློའི་རང་ཡང་བསམ་པའི་ངོ་ན། ཧ་རེ། རང་ཡང་བསམ་བློའི་ངོ་ན་པ་དེ་གཞན་དེ་མ་འདུག་ཆགས་དེ་མ་འདུག། དེ་སྣ་ཚོགས་ལ་ང་དང་བརྒྱ་ན་བྱ་ལག་རྒྱུ་ནོར་ལོངས་སྤྱོད་ཅི་ཞིག་ཡིན་ན། ཆགས་དེ་མ་འདུག་ཟེར་དུ་འགྲོགས། ཧ་ལོངས་སྤྱོད་བཀོལ་ཧ་ལས་ཨིན་ཆགས་སྟེ་མ་འདུག་ཟེར་ཅེས་ཟེར་ན་ཆགས་སྟེ་འདུག་ན་ཨིན་འོ་དེ་ཆགས་པའོ་བཞགས་ཏེ་ཨིན་ང་ད་དེ་ག་ན་ཁོང་ཁྲོ་འདྲེན་དེ་ཡོང་བས་ཀྱག་དེ་ག་ན་ངར་རྒྱལ་ཡོང་བས་ཀྱག་དེ་ག་ན་ཞེ་སྡང་ཡོང་བས་ཀྱག་འོ་ད་དེ་ག་ན་ཉོན་མོངས་པ་ཡང་ཚང་མ་ཁེལ་ཏེ་ན་འོ་དེ་ཆགས་པའོ་ཁེལ་ཏེ་ན་ཁྲིད་དེ་ཁྱོང་བས་ཀྱག་ད་འོ་ད་ཆགས་པའོ་ཁྲིད་དེ་ཁྱོང་བས་པོ་ཅིག་དེ་ན་ཨིན་དེ་ག་ན་ཁེལ་ཏེ་ན་ང་ད་ཨིན་སྡིག་པ་མི་དགེ་བ་མ་མང་པོ་ཅིག་ཨིན་བསགས་ཀྱག་ད། ཨོ་སོང་པ་ས་ན་ད་དེ་ག་ན་གྷེ་ད་ན་ང་ཏང་ཨོ་ཨོ་ད་དེ་ག་ན་ང་ཏང་ཨོ་དེ་ཧ་གོ་གོ་ཤ་སྤོ་དེམ་པ་ང་ཏང་ཁག་ཅ་ནུ་ཧ་ལེ་སོང་པ་ས་ན་ད་ང་ཏང་ཅི་ཅོ་གོ་ས་ཏུག་ཟེར་ན་ཨོ་ཆོས་རྣམ་པར་དག་པ་སྒྲུབ་པ་ལ་ཨེ་ནས་གཞན་ཆགས་པོ་གྷེ་ད་ན་བརྩམ་ངན་ནང་བརྩམ་ངན་ཉུང་ཙེ་ཡིན་ན་ད་དེ་ཚང་མ་གྷེ་ད་ན་འདག་ས་རང་ང་ཏང་མེད་གང་བྱུང་ཡང་ན་མེད་རོགས་ཡིན་ན་ང་ཏང་ཨ་དེ་ཚང་མ་ཚོར་ཏེ་འདུག་སྟེ། འདས་ཚང་མའི་གནད་འགག་པོ་རྩ་བིག་རྩ་བིག་ན་བཤད་ཟིན་གྱི་ཡོང་ན་ཨེ་ནི་སྐུ་ལས་སྐུ་ལས་འགྱུར་བ་ཐེབས་ས་ན་མ་གཏོགས་ཨེ་ནི་ང་དང་བདག་ས་རང་དེ་རིང་སྐྱབས་བཤད་སམ་པོ་ཅིག་དེ་རིང་རང་འགྱུར་བ་ཐོབ་སྟེ་ཨེ་ནི་དེ་རིང་རང་ཨ་ཟུག་ང་དང་སུ་ཉན་ན་མེད་ཡིན་ན་བྱས་ཟིན་ན་ཉོན་མོངས་པ་ཟེར་སྐམ་པོ་ཁྱེད་ལྟ་ན་ཤུགས་ཆེན་མོ་འགྲོ་ཉོན་མོངས་པ་ཁྱེད་ལྟ་ན་དབང་ཆེན་མོ་གསུངས་པ་ཙམ་ན་ཨེ་འདས་ཚང་མ་བདག་ས་རང་ང་དང་ཨ་ལྡོག་དང་ཅག་ཞིག་དང་བདག་ས་རང་ཨེ་ནི་མེད་དཀའ་མཆོད་དང་ཉན་ཅག་ཞིག་མེད་སྐྱ་ཨེ་ནི་ང་དང་ཨ་འདས་ཚང་མ་ཚོར་ཏེ་ཨེ་ནི་འདས་སྔོན་ལ་ང་དང་ཨ་བསམ་བློ་དང་པོ་ཅིག་སྐུ་ལས་སྐུ་ལས་ང་དེའི་སེམས་པོའང་ཁོ་མི་རྟག་པ་ཡིན་པ་སང་ན་སེམས་པོའང་ཁྱེད་ལྟ་ན། ཡང་བརྟན་པོ་མེད་ཀན་རང་བཞིན་པ་ས་ན་ནི་ཉོན་མོངས་པའི་སེམས་སྤངས་ཁེ་དང་བརྟན་པོ་མེད་ཀན་ནི་འཁོར་བར་འགྱུར་བ་དེས་ཏེ་ཐེབས་ཏེ་ནི་སེམས་བཟང་པའི་ཕྱོགས་ལ་ང་དང་ཀུན་ལས་ཀུན་ལས་ལྷད་ངེ་བ་ན་སོང་པ་ས་ན་ང་དང་ཚང་མས་འོ་ད་འོ་དེ་ལ་ང་དང་སློབ་སྦྱོང་བྱོས་ཏེ་ཧ་ལས་ནི་ཉན་ཏེ་ཡང་ཡང་ཉན་ཏེ་ནི་ང་དང་ཀ་གཟུ་དགའ་ཁེ་དེ་ན་བདེ་བའི་བཀའ་དྲིས་ཏེ་ནི་སློབ་སྦྱོང་ཚུལ་བཞིན་དུ་བཅོས་ན་ནི་ཀུན་ལས་ཀུན་ལས་བདེན་པ་ནི་བཞག་ཅིག་ན་བཞག་ཅིག་ང་དང་ཆོས་པ་རྣམ་པར་དག་པ་ཅིག་འོ་གཟུགས་ཀྱི་བསམ་བློ་བཏང་ཞེས་ཀན་ཅིག་བདེན་པ་རང་ཨེ་ནི་ག། ཐོ་ར་ཤི་ཙ་ན་འགྱོད་པ་མེད་གང་ཅིག་ཆ་ཆ་སི་ང་དང་གོ་སྐ་པོ་ཁེ་ཏི་ན་ང་དང་ཚང་མ་ལར་བརྒྱ་ཆར་བརྒྱ་དམ་པ་ཡོད་དོ་ནོ་ད་བདག་ས་འདི་ག་མ་བྱོན་ན་ནམ་བྱོན། ཨི་གཟུགས་དབང་པོ་ནང་དེ་ཚང་མ་དང་པོ་ཡོད་དེ་འཇིག། ང་ད་རུང་ཨི་ཟམ་ལོ་དགུ་བཅུ་བརྒྱ་མ་སླེབ་བ། ངའི་དབང་པོ་ཚང་མ་བཀོལ་ཉན་ནི་འཇིག་ཨི་ཟམ་གི་གོ་སྐ་པོ་ང་ཡོང་ཆེས་པོ་ད་ང་རང་ང་རང། བདེན་པ་བསོད་ནམས་བསགས་ས་གང་ཅིག་ད་ཨིན་ཀ་ཧ་ལ་བསམ་དེ་སོ་སོ་སོ་ངར་རྒྱལ་མ་སྒོ་མ་དགའ་བ་སྒོམ་དགོ་ཤེས། ཧ་རེ་ངར་རྒྱལ་སྒོམ་ན་བཙོག་པོ་ནོ་དགའ་བ་སྒོམ་ལྕགས་ཚོར་བཙོག་པོ་མ་ནོག་དོན་བཟང་པོ་ནོ། འགྲོས་ཧ་ལ་བསམ་ཏེ་ང་ཟླ་རུང་བརྩམ་ངན་ནང་བརྩམ་ངན་སྤྱོད་སྣ་ལ་བསམ་ཏེ་རང་ནང་རང་སེམས་ཤུགས་སྤར་ཏེ། ཆོས། ང་དང་ཤེས་སྒོ་ཤར་ཆོས་ཀྱི་སློབ་སྦྱོང་པོ་མ་ཡོང་ན་ཆོས་ཤེས་ས་མ་ནོག་ཆོས་མ་ཤེས་ན་ཆོས་སྤྱོད་ངན་ན་མ་ནོག་དགའ་དང་ཅི་དང་ཅི་ཅིག་ཡིན་ནོ། དགའ། ང་དང། ལ་སྤྱི་ནང་སྤྱི་བྱས་ནས་དཔེར་ན་ཤིང་གཞོག་སྐོར་ཞིག་རྡེལ་མིག་དང་ལ་སྒོ་མ་རང་ཁེ་དེ་ན་སྐོར་སྤུ་ང་དང་ཤེས་དགོས་ཟེར་ནོ་ཤེས་ས་ལ་སྦྱང་དགོས་ཟེར་ནོ་སྦྱང་ང་ལ་ལྷ་བཀའ་འཇིགས་ཡིན་སྐོར་ལྷ་བསྟེ་སྦྱང་དགོས་ཟེར་ནོ་དེ་ན་ཚོ་ལ་ང་དང་སྐར་རྩིས་དང་བཀའ་འཇིགས་ཡིན་ན་འདྲ་སྐུ་བཞེངས་བཀའ་འཇིགས་ཡིན་ན་འདྲ་ཨོ་ད་བཀའ་གཟུགས་རྩིག་སྤོ་འཇིགས་ཡིན་ན་འགའ་གཟུགས་གཅིག་ཡིན་ན་འདོད་རྒྱ་ལེགས་དང་སྤུ་བཏགས་པའི་ཡོང་བ་ལ་སྒོ་མ་རང་ང་དང་ཚལ་དང་འཇིགས་ཤེས་དགོས་ང་དང་ཚལ་དང་གི་ཤེས་ས་ལ་ང་དང་སྦྱང་དགོས་ཟེར་ནོ་མ་གཏོགས་སྦྱང་མ་སྦྱང་ང་ལ་ཚལ་དང་འཇིགས་ཤེས་ས་མ་རུང་མ་ཤེས་ན། སྤུས་དག་པོ་ཞིག་དང་རྣམ་པར་དག་པ་ཅིག་བསྒྲུབ་ཉན་ན་མེད་ལ་འོ་བདེར་ན་ང་དང་ཆོས་སྤང་བདེར་གནས་ག་ནས་ནོ་གསུངས་པ་ས་ན་ད་འདིར་ང་དང་ཨི་ཀ་མཚམས་སྒོ་ནས་ཚང་མ་ལ་ཐུགས་རྗེ་ཆེ་བརྒྱུད་ལས།